ད་དེ་རིང་སྦི་ལ་ཀོ་པི་ནི་ཁུལ་གྱི་སྤྱི་འཐུས་ཀྱི་གཏམ་བཤད་གནང་བའི་སྐབས་སུ། སྤྱི་འཐུས་ཨ་འབྲུག་ཚེ་བརྟན་ལགས་ཀྱིས་གཏམ་བཤད་གནང་བའི་སྐབས་སུ་ད་ནི་ཁོ་རང་ཚོའི་རྟ་ནག་ཚོགས་པ་གི་གཞི་རིམ་མི་མང་ཟེར་ཡ་འདི། རྐང་རྩེད་ནས་ཡོང་ནས་ཅག་ཅག་ཅིག་ནི་ཁུལ་གྱི་མགོ་སྐོར་བྱེད་ཆེད་དུ་ཡོང་ནས་ད་ནི་གཏམ་བཤད་གནང་བའི་སྐབས་སུ་ཁོ་རང་ཚོའི་རྐང་རྩེད་ནི་ཁུལ་གྱི།

ལམ་སྟོང་དུ་ནང་ཁུལ་ཧོར་ཟླ་ད་ག་སྣང་བའི་འདི་སྤེན་པ་ཚེ་རིང་ཤི་རྒྱག་ཁ་ལ་འདྲ་མ་འདྲ་བོད་པ་གི་གི། ནིའུ་ཡོག་གི་རྒྱལ་ཁབ་མང་པོ་ལ་དེ་འདྲ་གྱི་ཕེ་ཁི་དུ་བ། ཨོ་དུ་སུ་ཕེབས་པའི་སྐབས་དང་ད་གཞི་ཆག་ཁ་དུ་བ་ལ་ཕེབས་པ་ཡིན་ནའང་ད་འདི་འདྲ་ཞིག་ངུ་གུ་ཤི་གུ་རེ་ཟེར་གི། ཁོ་རང་ཚོ་ལམ་སྟོང་ནང་ཁུལ་ཧོར་ཟླ་ད་ནང་ཆོས་པ་གི་ཉིས་སྟོང་བཅོ་ལྔ་ལོ་ནས་གི་གི་དེ་འདྲ་གྱི་ནི་གི་གི་ལམ་སྟོང་ནང་ནས་གི་གི།

ཁོ་རང་ཉིད་ཀྱི་ལས་ཀ་ལས་སྟངས་དང། སྤྱོད་པ་བསྟེན་སྟངས་དུ་ཚང་མ་འོ་དེ། འཇམ་དབྱངས་བླ་མ་ཙོང་ཁ་བ་ཆེན་པོ་གི་དགོངས་པ་དང་ཡོངས་སུ་འགལ་ནས་མདུན་ལྕོག་ཉུང་མཁར་ལ་མདུན་ལྕོག་གཏོར་བརླག་བཏང་ཡག་གི་ཐབས་ཤེས་དང་གི་འདུག་འཁྲུངས་སྐར་དུས་ཆེན་གཏོར་བརླག་བཏང་རེད་ཞི་བདེ་གཟེངས་རྟགས་གཏོར་བརླག་བཏང་རེད་ད་ག་ནང་འདི་ད་ལྟ་ན་ཚོད་དཔག་གི། ངམ་ལྕོག་ཆེན་པོ་ཡང་གཏོར་བརླག་བཏང་གི་འདུག། དེ་འདྲ་རེད་ད་ནགས་ཚལ་དེ་ཁོ་རང་ཚོ་འདུག་པའང་མ་འགྲིག་པ་ཡིན་ན་བོད་པ་དེ་ཚོས་ག་འཐོར་དགུ་འཐོར་རུ། ཀ་བ་བཏང་ན་བཏང་རྒྱ་གར་རམ་ཅན་ན་འདྲ་གི་འདུག་རྗེ་རིན་པོ་ཆེ་ན་འདྲ་གི་འདུག་སུས་ན་བརྩེགས་མར་བལྟ། སེ་ར་ཞིག་དང་སེ་ར་མིག་གི་མཁན་པོ་གི་མན་ཁུ་ཁུ་ཁུ་ལ་ཡང། ངུ་ནི་གྲོང་ནི་གི་ཉམས་གོང་བླ་མ་ཙོང་ཁ་བ་ཆེན་པོ། མ་བརྩིས་པ་དེ། ངུ་ནི་གྲོང་ནི་གི་མ་རབས་རུ་བལྟ།
ད་རྗེས་མ་དེ་བུད་མེད་ཀྱི་སྤྱོད་བསྡུས་གཉིས་བསླད་པ་ཡིན་ན། ད་ག་འདྲེ་ཞིག་བཞག་དང། ང་བུད་མེད་ལ་མཐོང་ཆུང་མེད། བུད་མེད་ལ་ཐོབ་ཐང་སྤྲད་དགོས་ཡོད་ཟེར་ག་དུས་ཡིན་ན་རྩོད་ངན་ཞིག་ཡིན། ད་ག་འདྲེ་ཅིག་ནི་བཞག་དང། ད་གདན་ས་དེ་གི་མཚན་དོན་ག་འདྲེ་ཅིག་ནི་བཞག་དང།

སྤྱི་གཙུག་ཉེན་པ་གི་ནོར་ལག་ཡོངས་བསྐྱར་ཁྲལ་གི་ཐབས་ཤེས་བྱ་གི་འདུག་ལེ་བར་ལྗོངས་ཁུལ་གྱི་སྐད་ཆ་དེ་བཤད་གི་འདུག་དེ་བཤད་པ་དེ་ཀུན་ཏུ་གསུང་དང་ཡོངས་སུ་འགལ་བ་རེད་ཀུན་ཏུ་ཡིན་པ་ཡིན་ན་ཁོ་རང་ག་རེ་གསུང་གི་ཡོད་རེད་ཟེར་བ་ནི་ཁོ་རང་གཞིས་ཀ་དེ་ནང་པ་དགེ་སློང་ཡིན་གཞིས་ཀ་དེ་ཚན་རིག་པ་ཡིན་ཟེར་ནས་གི་གསུང་གི་ཡོད་རེད་དེ་འདྲ་ཡིན་པ་གསུང་ཙང་ཀུན་ཏུ་གི་བོད་པ་གི་ནང་པ་ཆུ་ཡིན་པ་ཡིན་ན་འདྲ་གི་འདུག་སངས་རྒྱས་ཆོས་ལུགས་འདི་དེང་རབས་གི་ཆོས་ལུགས་ཀྱི་སྒྱུར་བཀོད་རེད་ཟེར་གི་འདུག་གི་གསུང་གི་ཡོད་རེད་གསུང་གི་ཡོད་གི་ཡོད་གི་ལ་ཡང་ད་དེ་གདན་ས་གི་མཁན་པོ་བཀྲ་ཤིས་ཟེར་ནས་དེ་སུ་ཡིན་པ་ཡིན་ན་ཀི་འདི་གི་གསུང་དང། ཡོངས་སུ་འགལ་ནི་གི། བོད་མི་དེ་ཚོ་དང་མཉམ་པོ་གི། ཡིག་འཁྲི་གཅིག་གི་སྒང་ནི་གི་བཞུགས་མེད་ཟེར་ནི་གི་སྐད་ཆ་བཤད་གི་དེ་བ། དེ་ཚོ་ཀུན་འདུག་གི་མཛད་པ་དང་ཀུན་འདུག་གི་ནང་དོན་དང་ཡོངས་སུ་འགལ་འདི་ཡོད་རེད། དེ་ཙམ་ཟེར་མ་ཟད་ཁོ་རང་གི་ཁུལ་བོད་མི་ཡིད་ལ་མཐོང་ཆུང་མེད་ཟེར་གྱི་འདུག་བོད་མི་ལ་མཐོང་ཆུང་མེད་ཡིན་ན་ཡང་བོད་མི་དགོན་ལ་བཞག་ཆོག་གི་མ་རེད་ཟེར་གྱི་འདུག་དེ་ག་རེ་བྱེད་རེད། བྱིས་པ་པོ་བཞག་ཆོག་པ་ཡིན་ན་བྱིས་མི་བཞག་ཆོག་གི་མེད་ཟེར་པ་ཡིན་ན་དེ་མཐོང་ཆུང་རྣམ་པ་ཆགས་བསྡད་ཡོད་རེད་བ། དེ་རྩ་བ་དེ་བོན་ཆོས་མང་མོས་ཀྱི་ལྟ་བ། ཏེ་ཆགས་ཏེ་ཡོད་རེད་ཡིན་པ་ཡིན་ནའང་ང་རང་ཐུག་པ་ག་རེ་ཟ་རེ་ཡོད་རེད་ཟེར་པ་ཡིན་ན། དུས་ཚོད་ཚང་མ་འོག་དེ་དར་ནག་གི་ཆབ་སྲིད་དེ་ཁུར་ནས་ཡོང་ནས་གི་སྤྱི་ཚོགས་ངན་པ་དང། ལམ་ལུགས་ངན་པ་དེ་བེད་སྤྱོད་བཏང་ནས་གི་རྐང་བཙིར་ནས་གི་ཅག་ཅག་བྱ་གི་ཡོད་པ་དེ་གསལ་བོ་རེད་ཁོ་རང་ཚོའི་དགའ་མཁན་གཅིག་ཡིན་པ་ནི་གི་ཡོང་བཏང་གི་རེད་དཔེར་ན། ཨ་ན་ཅག་སྐྱིད་ཆབ་པད་མ་མཁའ་འགྲོ་དང་མཉམ་པོ་གི་ཡིག་འབྲུ་གཅིག་གི་སྒང་ནས་བསྡད་ཀྱི་ཡོད་རེད་སྤེན་པ་ཚེ་རིང་དང་ཡིག་འབྲུ་གཅིག་གི་སྒང་ནས་བསྡད་ཀྱི་ཡོད་རེད་བསྡད་པ་ཙམ་སོང་མ་ཟད་ངོ་ནི་དྲང་ནི་གི་མགུར་ཅག་དགེ་བསྐུལ་བྱེད་ཀྱི་སྐད་ཆ་གི་རྣམ་པ་དེ་ནི་དཔེ་དེབ་ཉམས་ཁོ་རང་ཤོར་ཚར་འདུག་ཨོ་ཁ་ཡོད་མ་རེད་གི་ཡོད་མ་རེད་པད་མ་མཁའ་འགྲོ་རྒན་མོ་འབའ་ལགས་ཀྱི་ཕ་ཡིག་གཅིག་པ་རེད་ཤག།

སེམས་མེད་མཁན་པོ་རྩོམ་པ་དང་བག་ཡིག་གཅིག་པ་རེད། ཨོ་དེ་འདྲ་ཡིན་པ་སོང་ཙང་ཁོ་རང་གཉིས་ཀ་བག་ཡིག་གཅིག་པ་རེད་བག་ཡིག་གཅིག་པ་ཡིན་པ་ཡིན་ན་བདེན་སྙམ་པོ་གིས་བསྡད་པ་ཙམ་ཟེར་མ་ཟད་དཔེ་དེབ་ཕྱི་མ་ནས་བཞག་ཅིག་ན་འགྲིག་གི་ཡོད་རེད་ཡིན་པ་ཡིན་ནའོ་ཆོས་རྒྱུད་ཀྱི་སྤྱི་ཁྲི་དེ་ཚོས་ང་ཚོ་བག་ཡིག་གཅིག་པ་མ་རོགས་བར་དེ་འདྲ་ཡིན་པ་སོང་ཙང་ཕྱི་མ་ནས་བཞག་ན་འགྲིག་གི་ཡོད་མ་རེད། སྲིད་པ་རོགས། ཨ་ལས་དེ་འདྲ་ཡིན་པ་ཡིན་ན་དེ་ནི་ད་བ་ཡིག་གཅིག་པ་ཡིན་པ་ཡིན་ན་དམིགས་བསལ་རེད་འདུག་བ་དེ་མ་གཞི་གཞན་པ་གི་ངོ་ནི་གྲོགས་ནི་གི་ལྗིབ་ཚད་མི་འདུག་རོགས་པ་མ་འོང་བ་སྤྱི་མི་སྲིད་སྐྱོང་སྤྱི་ཕེ་སྲིད་པ་རེད་ཕེབས་པ་ཡིན་ན་སྐབས་དེ་དུས་སྤྱི་མ་ནི་བཞག་གི་མེད་བས། ཨ་ལས་དེ་རིང་འོང་ཁྱེད་རང་ཚོ་བ་ཡིག་གཅིག་པ་གི་སྤྱི་མི་སྤྱི་སྲིད་སྐྱོང་གི་ཕེབས་པ་ཡིན་ན་དེ་ནི་ག་རེ་བསྲེས་དགོས་རེད་ཨ་སྐད་ཡོག་མ་རེད་བ་ཡིག་གཅིག་པ་ཡིན་པ་སོང་ཙང།

ཉིས་སྟོང་བཅུ་ཐམ་པ་གི་ཟླ་བ་དགུའི་ནང་དྲུག་ཅུ་ག་རེ་བཞག་ཡོད་རེད་ཟེར་པ་ཡིན་ན། ཆབ་སྲིད་སྟངས་འདི་ནི་གི་ཆགས་སྡང་མང་གསུམ་གི་གཏམ་བཤད་སྤེལ་མི་ཆོག་ཟེར་གྱི་ཡོད་རེད་ཡིན་པ་ཡིན་ནའང། སེ་ར་སྐྱིད་གི་མཁན་པོ་གི་ཆགས་སྡང་མང་གསུམ་གི་གཏམ་བཤད་སྤེལ་བ་ཙམ་སོགས་མ་ཟད། སྤྱིར་བཏང་གི་བཀྲ་ས་གི་སྒྲིག་གཞི་གི་ནང་ལུགས་ནི་གི་ཡིན་པ་ཡིན་ནའང་མཁན་པོ་དང། དེ་བཟོ།

གང་ཡིན་ཞེས་པ་ཡིན་ན་ཁྱེད་རང་ཚོས་རྒྱ་རོ་མི་ཆེའི་མཚན་དེ་ཁ་ལག་ཁུར་ནས་གི་ཆབ་སྲིད་ནག་པོ་འཁྲབ་ནས་གི་དྲ་དམངས་མགོ་སྐོར་རྩ་བ་ཉིད་ནས་གི་གཏོང་ཐུབ་ཀྱི་ཡོད་མ་རེད་གང་ཡིན་ཞེས་པ་ཡིན་ན་དྲ་དམངས་ཁྱེད་རང་ཚོ་དང་མཉམ་པོ་གི་ཤིབ་ནས་གི་བསྡད་ཀྱི་ཡོད་རེད་བ་དེ་འདྲ་ཡིན་པ་སོང་ཙང་ཁྱེད་རང་ཚོས་གི་ད་ལོ་དགོས་སུ་གི་དུ་བ་ཡིན་གྱི་གང་ནས་གི་ཡིན་པ་ཡིན་ན་ལས་རྟགས། རྒྱ་མི་ཡིན་པ་ནི་ཕལ་ཆེར་གྱི་དོགས་འདི་ཧ་གོ་གི་ཡོད་རེད་དེ་འདྲ་ཡིན་པ་སོང་ཙང་ཁྱེད་རང་ཚོ་ལ་མགོ་གཞི་ནས་མ་ཐོན་པ་རེད། གང་ཡིན་ཟེར་པ་ནི་ད་ལོ་ཟླ་བ་བཞི་བ་ནང་ལོ་ནི་གི་གི། སེ་ར་བཞི་དང་སེ་ར་མི་གི་དྲ་མང་དེ་ཚོའི་སྣེ་ཁྲིད་ནས་གི་གི། སྐུ་མདུན་གྱི་མཚན་གནས་གཞུང་བཅུ་བྱེད་པའི་སྐབས་སུ་ལས་འགུལ་སྤེལ་ནས་གི་གི་དེ་འདྲ་བྱེད་པའི་སྐབས་སུ་སེ་ར་བཞི་གི་མཁན་པོ་དང་སེ་ར་མི་གི་མཁན་པོ། ཕས་སྨྲས་པར་མ་ཟད། སྐབས་དེ་དུས་ཡིག་ངག་གཉིས་ཀའི་ཐོག་ནས་གུ་དུ་ལ་རྒྱབ་སྐྱོར་ནི་གུ། ཡིག་ཆ་བཀྲམ་བྱས་པ་དང་གཏམ་བཤད་གནང་བྱས་པ་རྩ་བ་ནས་ཡོག་མ་རེད་པ། དེ་འདྲ་ཡིན་པ་ཚང་ཚང་ཁྱེད་རང་ཚོའི་གུ་དུ་ཁ་ལག་ཁ་ནས་གུ། ཆབ་སྲིད་ནག་པོ་འདྲ་མི་འདྲ་འཁྲབ་པ་དེ་ཡོད་རྒྱུ་ཡིན་པ་དང། མགོ་སྐོར་ཡིན་པ་ཆབ་སྲིད་ནག་པོ་ཡིན་པ་དེ་དྲག་དམག་གི་ཧ་གོ་གི་ཡོག་རེད།